ཡང་ད་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་བཏང་པའི་ཐོག་ནས། ད་རིང་གི་ཐད་གཏོང་ཡུལ་ངེས་འདི་ང་རང་ཚོ་གི་བཙན་བྱོལ་ཡུལ་བའི་བོད་མི་ཚོ་ལ་ད་རིང་གི་ཉི་མ་འདི་ག་རེ་ཡིན་མིན་ཐོག་ལ་དྲིན་གཟོས་གླང་ཡང་བྱེད་དུ་འདུག་སླད་དེ་ཡོད་ཞུ་ཡིན། ད་རིང་གི་ཉི་མ་འདི་ག་རེ་ཆགས་འདུག་གི་ཡོད་རེད་ཟུར་ན་ལྔ་བཅུ་ང་དགུ་ལོ་ལ་བོད་རྒྱ་ནག་གི་བཙན་བཟུང་བྱས་རྗེས། ཨ་ནི་ང་རང་ཚོ་གོང་ས་ཆོས་གཙོས་པའི་ཨ་ནི་བཙན་བྱོལ་ལ་བོད་པ་མང་པོ་ཞིག་བཙན་བྱོལ་ལ་སྡུག་སྦྱོར་འཇོག་མ་ཐག་ཏུ་མི་རབས་རྒན་པ་ཚོ་གི་སྐུ་ལས་མང་པོ་ཆུ་སྐྱོན་བྱས། ད་ང་རང་ཚོ་རྒྱལ་ཁབ་འདི་མིའི་འཕྲོ་བ་ཡིན་དུས་བཙན་བཟུང་གི་འཕྲོ་བ་ཡིན་པ་ཡིན་དུས་ཨ་ནི་འདི་གི་ཆེད་དུ་ཨ་ནི་བཙུགས་བྱས་པའི་གྲིགས་འཛུགས་འདི་ཨ་ནི་ང་རང་ཚོ་གི་བཙན་བྱོལ་ལ་སླེབས་བྱས་ལོ་དུང་ཕྱེད་དུང་གསུམ་གི་རྗེས་ལ། ད་ང་རང་ཚོ་གི་སྒྲིག་འཛུགས་འདི་ཨ་ནི་ཅིག་སྦོ་ལུག་འགྲོ་ཡི་གི་གནས་སྟངས་ཅིག་རང་ལ་སླེབས་ནས་ད་ལོ་གཅིག་ཆགས་འགྲོ་གི་ཡོད་རེད་ཟོ་འདི་བཞིན་རྡོག་རྡོག་ཞུ་བ་ཡིན་ན་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་ཀྱི་ཨ་ནི་ཆེ་བསྟོད་ཁྲིམས་གཞི་ཁང་འདི་ད་བཙན་བཟུང་བྱེད་བྱས། ཁྲིམས་འགལ་གི་ཁྲིམས་གཞི་བ་གསུམ་གི་བཙན་བཟུང་བྱས་ནས་ད་ད་ལྟ་ད་རིང་འདི་ལོ་གཅིག་ཏག་ཏག་ཁོའི་ཉིན་མོ་འདི་ཆགས་བསྡད་ཀྱི་ཡོད་རེད།

གཏོར་རུ་ངེས་ཀྱི་གནས་སྟངས་ཀྱི་ཆ་ང་ཚོ་ཙམ་པ་ལ་འདི་ཚོ་བྲིས་ཏེ་ང་རང་ཚོ་ཚང་མིག་གིས་བཙན་བྱོལ་ལ་ཡོད་པ་ཚང་མིག་གིས་མཁྱེན་དགོས་ཡ་ཅིག་དང་འགན་འཁུར་དགོས་ཡ་ཀྱི་གནས་བབ་ཅིག་ཀྱང་སླེབས་བསྡད་ཡོད་རེད། འདས་པའི་ལོ་གཅིག་ནང་ལོགས་ལ་ད་ང་དང་ང་འདྲ་བའི་མི་དཀྱུས་མ་མང་པོ་ཅིག་གིས་ཨ་དུས་ཀྱི་འདི་འདྲིའི་གི་སྒྲིག་འཛུགས་འདི་བཙན་བཟུང་བྱེད་ཀྱི་གནས་སྟངས་ཀྱི་ཆ་ང་ཚོ་ཨ་ནི་སེམས་ནས་མ་བཟོད་བྱས་བྱས་མང་པོ་ཅིག་གིས་ལས་འགུལ་རབ་དང་རིམ་པ་སྤེལ་ཡོད་རེད་ཐད་གཏོང་ལ་བཀའ་མོལ་བྱེད་མཁན་མང་པོ་དོན་ནི། བཤད་ཀྱི་ཡོད་རེད། ཡིན་པ་ཡིན་ནའི་ད་ད་ལྟའི་ལོ་གཅིག་ནང་ལོགས་ལ་དམིགས་བསལ་གྱི་འགྱུར་བ་གང་ཡང་ཕྱིན་ཐུབ་ཡོད་མ་རེད། དེ་ཡིན་དུས་ང་རང་ཚོ་གི་སྤྱི་ཚོགས་དེ་ད་ཁ་ཕྱོགས་ག་བར་འགྲོ་གི་ཡོད་རེད། ལ་བས་ན་དྲང་བདེན་གྱི་སྤྱི་ཚོགས་ནི་ད་ཉམས་འགྲོ་གི་ཡོད་རེད་ད། དེ་ཡིན་དུས་ག་ལ་འདི་འདྲིའི་གི་གནས་སྟངས་ཀྱི་ཕྱོགས་ལ་ང་རང་ཚོ་ཚང་མས་གི་ད་རིང་གི་ཉིན་མོ་དེ་ཉིན་ནག་གི་ཉིན་མོ་ཆགས་ཀྱི་ཡོད་རེད་བ། དེ་ཡིན་འདུག་པ་ལ། ད་ལྟའི་གི་ང་རང་ཚོ་གི་སྒྲིག་འཛུགས་ཀྱི་གནས་བབ་ལ་ཅིག་གཟིགས་པ་ཡིན་པ་ཡིན་ན། ང་རང་ཚོ་གི། ཚེ་འདི་བཞིན་གྱི་སྐྱབས་གནས་གོང་ས་མཆོག་གི་དགོངས་པ་གཞི་བཟུང་གི་ཐོག་ནས་བཙུགས་བཞག་པའི་སྒྲིག་འཛུགས་འདི་ད་ཉམས་ཆག་འགྲོ་བསྡད་ཡོད་ཅེས་དང། ཨ་ནི་དེ་འདྲའི་འགྲོ་གི་བཙུགས་བཞག་པའི་སྒྲིག་འཛུགས་ཀྱི་དམིགས་ཡུལ་འདི། བོད་ཀྱི་འཐབ་རྩོད་བྱེད་ཀྱི་སྒྲིག་འཛུགས་ཀྱི་ཁ་ཕྱོགས་འདི་ད་ག་འདྲས་ཆགས་བསྡད་ཡོད་རེད་ད་ལྟའི་ཆ་ལ། ཉམས་ཆག་ཕྱིན་རྗེས་ད་ང་རང་ཚོ་ནང་ཁུལ། ཐོག་གོ་ས་ཀྱི་འཐབ་རྩོད་ཅིག་གང་ལ་གནས་བསྡད་ཀྱི་གནས་སྟངས་ཅིག། དེ་འགྲིག་གི་ཐབས་སྐྱོ་གི་གནས་སྟངས་ཅིག་གང་ལ་གནས་བསྡད་རེད། དེ་ཡིན་དུས་ཙམ་པོ་ལ་ང་རང་ཚོ་ཚང་མིང་གིས་དེ་འགྲིག་གི་གནས་སྟངས་དེ་མཁྱེན་པའི་ཐོག་ནས་ཨ་ནི་ང་རང་ཚོ་མི་མང་ཚོ་ཡི་ངོ་ནས་ཚང་མིང་གིས་འགན་འཁྱི་ཆེ་ངོ་ནས་ག་རེ་བྱེད་ཐུབ་ཀི་ཡོད་ན་ག་རེ་ནུས་པ་བཏོན་ཡོད་ན་ད་བཏོན་དགོས་དུས་ཚོད་ཅིག་ལ་སླེབས་རེ་རེད་བསམ་གི་འདུག། དེ་ཡིན་དུས་ཙམ་པ་ལ་ང་རང་ཚོ་ཚང་མིག་གིས་དམ་འདེགས་ཀྱིས་ད་བཙན་བྱོལ་སྒྲིག་འཛུགས་ཁྲོད་ཀྱི་གནས་སྟངས་ཆ་བ་ཡིན་ན། ཅི་ག་ལ་བར་ད་དྲང་བདེན་ལ་ཨ་ནི་ཅིག་ང་རང་ཚོ་གི་སྤྱི་ཚོགས་དེ་ད་བཟང་སྤྱོད་ལ་ནི་མང་པོ་ཞུ་ཅིག་གསུང་གི་ཡོད་དེ་ཡིན་པ་ཡིན་ན་ང་ཚོ་གི་སྤྱི་ཚོགས་དེ་ད་དྲང་བདེན་གྱི་སྐད་ཆ་བཤད་ཡོང་དུས་ཙམ་པ་ལ་ཞེད་སྣང་སྐྱེ་དགོས། དྲང་བདེན་གྱི་སྐད་ཆ་བཤད་ཡོང་དུས་ཙམ་པ་ལ་ཨ་ནི་ཅིག་མི་འདི་ནག་པོ་ཆགས་དགོས་སམ་དྲང་བདེན་གྱི་ཐོག་ལ་ལས་ཀ་བྱེད་ཡོང་དུས་རྩ་འབོར་ལ་ཨ་ཉེ་གཅིག་ག་ལ་བར་རྒྱབ་སྐྱོར་རག་ཡ་ཁག་པོ་ཡོད། དེ་འདྲིས་ཀྱི་གནས་སྟངས་ཅིག་ཆགས་ཡོང་དུས་རྩ་འབོར་ལ་ང་རང་ཚོ་འཐབ་རྩོད་འདི་ད་ཉམས་འགྲོ་ཡ་གི། ང་རང་ཚོ་འཐབ་རྩོད་འདི་རྩ་མེད་འགྲོ་ཡ་གི། དངོས་གནས་བྱས་པ་ན་ད་མི་ལོ་དུང་ཅུ་དུང་གསུམ་ནང་ལོགས་ལ་སྒྲིག་འཛུགས་འདི་འདི་འདྲིས་ཅིག་གནས་ཐུབ་པ་ཡིན་དུས་ད་འདི་ཁྲག་རུ་ཁྲག་རུ་འགྲོ་དགོས་ཡ་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་པ་ཡིན་ནའི་ང་རང་ཚོ་སྒྲིག་འཛུགས་འདི་གང་རུ་མ་འགྲོ་བར་ད་འཐབ་སྐྱོ་རུ་སྐྱོ་རུ། གོང་ས་མཆོག་གི་དགོངས་གཞི་དངོས་གནས་འཐབ་རྩོད་འདི། མ་འོངས་ནི་མ་འོངས་པ་མི་ལྡོག་ནི་མི་ལྡོག་གྱོང་གྱོང་ངེ་ངེ་བྱེད་དུ་ཨ་ནི་དམངས་གཙོ་སྡུག་གསུམ་མ་གསོད་རེ་གནང་བྱ་བ་འདི། ད་ང་རང་ཚོ་གི་མགོ་ལ་འདེད་ཀྱིན་རེད་གསུངས་ཅིག་གི་དཔུང་སྒྲིག་གི་ཐོག་ནས་ཨ་འདི་རྩ་མེད་བཏང་ཅིག་ད། ད་ལྟའི་ཆ་ལ་ཨ་བརྩི་སྲུང་བྱེད་ནི་འགྲོ་བསྡད་ཀྱི་ཡོད་རོགས། དེ་ཡིན་དུ་ང་རང་ཚོ་བཟང་སྤྱོད་ཉམས་འགྲོ་གི་ཡོད་རེད་འཐབ་རྩོད་ཀྱི་ནུས་པ་ཉམས་འགྲོ་གི་ཡོད་རེད། དེ་འདྲིས་ཀྱི་གནས་སྟངས་ཅིག་གི་ཐོག་ནས་ཨ་ནི་ང་རང་ཚོ་གི། མི་རིགས་སྐོར་ལ་རྩ་བརླག་འགྲོ་ཡི་གི་མ་འོངས་པ་མི་གཏོགས། གཉིས་གསུམ་བཅས་ལ་ང་རང་ཚོ་མི་རིགས་ཀྱི་རྩ་བརླག་འགྲོ་ཡི་གི་ཉེན་ཁ་ཆེན་པོ་ཆགས་སྡོད་ཀྱི་ཡོད་རེད། དེ་ཡིན་དུ་དེ་འདྲིའི་གི་ཐོག་ནས་ང་རང་ཚོ་ཚང་མས་གི་ད་རིང་གི་ཉིན་མོ་འདི་ལ་ཨ་ནི་ཉིན་ནག་གི་ཉིན་མོ་ཅིག་ཡིན་པ་དང་ཨ་ནི་དེ་འདྲིའི་གི་ཉིན་ནག་གི་ཉིན་མོ་དེ་ལོ་གཅིག་འཁོར་ཚར་བ་ཡིན་དུ་ད་མ་འོངས་པ་དེ་འདྲིའི་རང་བྱས་ནས་ང་རང་ཚོ་གྲིགས་ཚུགས་དེ་ཁྲིམས་གྲིགས་གཞི་གང་ཡང་རྩིས་མ་དགོས་པ་ཐོག་ནས་ཁྲིམས་མེད་ལུགས་མེད་བྱས་ནས་འདུག་བཞིན་གནས་དེ་བ། མུ་མཐུད་ནས་ལོ་མང་པོ་གཅིག་རིང་འདི་འདྲས་སུ་འགྲོ་ཐལ་བ་ཡོད་ན། ང་རང་ཚོ་འཐབ་རྩོད་སྐོར་ལ་བཀླགས་འགྲོ། འཐབ་རྩོད་བཀླགས་སྟངས་དེ་ཡིན་པ་ཡིན་ནས་མ་འོངས་པ་གཞོན་སྐྱེས། ད་ང་རང་ཚོ་འཐབ་རྩོད་དེ་རྒྱུན་སྐྱོང་མཁན་དེ་མ་འོངས་པ་གཞོན་སྐྱེས་སུ་ཆགས་འགྲོ་གི་ཡོད་རོ། མ་འོངས་པ་གཞོན་སྐྱེས་ཚོ་གིས་ཨ་ནི་ང་རང་ཚོ་གི་སྒྲིག་འཛུགས་འདི་ལ་དངོས་ནས་འགན་མ་འཁྱེར་བ་དང་ཨ་ནི་འདི་འདྲས་ཀྱི་འགན་འཁྱེར་ཡས་ལ་ཞེད་སྣང་སྐྱེ་དགོས། ཨ་ནི་ང་རང་ཚོ་གི་སྤྱི་ཚོགས་འདི་ལ། མཐོང་སྣང་འདི་ལ་ཅིག་ག་ལ་བ་རེད། བཟང་སྤྱོད་མེད་ཡོད་ཀྱི་རྣམ་པ་དག་འདི་འདྲིས་ཀྱི་ཅིག་སྒྲིག་འཛུགས་ཅིག་དང་ལས་ཀ་བྱེད་ཀྱི་ཡོད་བྱེད་བ་ཅིག་པ་ཡིན་ན་ཨ་འདི་ལ་ནག་པོ་ཆགས་ཡོད་ཀྱི་ཉེན་ཁ་དང་འདི་འདྲིས་ཅིག་མཐོང་བཙལ་བ་ཡིན་པ་ཡིན་ན་ཨ་ནི་མ་འོངས་པ་ཀྱི་ང་རང་ཚོ་གི་འཐབ་རྩོད་དེ་གུ་འབྱུང་གནས་ཐུ་ཡས་མེད་པ་ཅིག་རང་བཞིན་ཆགས་འགྲོ་ཀྱི་ཡོད་རེད་བ། དེ་ཡིན་དུ་འདི་འདྲིས་ཀྱི་ཐོག་ནས་ང་རང་ཚོ་ཚང་མིག་གིས་དངོས་གནས་ཁོ་རང་གོང་པ་རྒྱ་ཆེན་པོ་བཞེས་བྱས་འདི་མུ་མཐུད་ནས། ཧ་ལོ་ད་ད་ལྟ་ལོ་གཅིག་ཕྱིན་ཚར་བ་རེད། ད་ལྟའི་གནས་སྡུག་ཅིག་མུ་མཐུད་ནས་སྡུག་འགྲོ་དེ་བ་ཡིན་པས་ན། ཨ་ནི་ང་རང་ཚོར་འཐབ་རྩོད་དེ་བརླག་འགྲོ་གི་ཡོད་བསམ་བསམ་པའི་ཐོག་ནས་ཨ་ནི་ང་རང་ཚོ་མི་མང་ཚོགས་ཀྱིས་འགན་འཁྱི་རྗེས། དངོས་གནས་མདུན་ལ་དོན་དགོས་གི་ཡོད་ན་རེད། ག་བ་ལ་ཤེས་དགོས་གི་ཡོད་ན་རེད། ཅིག་བྱེད་དགོས་གི་རེད་བསམ་གི་འདུག་དེ་འདྲའི་མ་བྱས་ནས་སྡུག་འགྲོ་དེ་བ་ཡིན་ན། ད་ད་ང་རང་ཚོ་ལ། ག་བར་མི་བྱེད་ཞེས་ཞུ་བདེ་བ་རེད། བསྒྲིགས་བསྒྲིགས་ཡོང་གི་རེད་བསམ་པ་ཡིན་པ་ཡིན་ནས་མ་འོངས་པར་ག་བར་མི་བྱེད་དགོངས་པ་རྫོགས་ཚར་རྗེས་ལས་ང་རང་ཚོ་གནས་སྟངས་འདི་རྫ་དྲག་ཏུ་མ་གཏོགས་ནི་ཡག་འདུག་ཡོང་ཡོང་གི་ལམ་ཁ་ཅིག་རྩ་བ་ཉིད་ནས་མེད་པ་ཅིག་སོ་སོ་ཡིན་ན་འདུག་ཚོགས་སྒྲིག་གི་འདུག་འདིའི་འདུག་ཙམ་པ་ལ་སོ་སོ་གི་ངོ་ནས་ད་ལྟ་བར་དུ་སྐད་ཆ་བཤད་བསྡད་དེ་དངོས་གནས་བོད་རྒྱ་སྐབས་ང་རང་ཚོ་གི་འཐབ་རྩོད་ཅིག་དང་སྒྲིག་འཛུགས་འདི་སྲུང་སྐྱོབ་ཡོང་བའི་དང་མི་མང་ཚོ་གི་འགན་འཁྱི་དགོས་ཡས་ཀྱི་གནས་སྟངས་ཅིག་གི་ཐོག་ནས། སོ་སོ་གི་སྐད་ཆ་དེ་བཤད་སྡོད་ཀྱི་ཡོད་ཟེར་ཡ་ཡིན། དེ་ཡིན་དུ་བརྩམས་པ་ལ་ད་ང་རང་ཚོ་གི་སྒྲིག་འཛུགས་འདི་གི་གནས་སྟངས་དེ་རྣམ་པ་ཚོ་ཚང་མས་མཁྱེན་གསལ་རེད་ཡང་བསྐྱར་ཐབས་ཅིག་དྲིན་གཟོའི་ཆེད་དུ་གཅིག་ཞུ་བ་ཡིན་པ་ན། ཨ་རིའི་སྐབས་བཅུ་པའི་གི་སྐབས་བཅུ་དྲུག་པའི་བོད་མིའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་འདུ་བཅུ་བའི་ཐོག་ལ་གྲོས་ཆོད་བཞག་རྗེས། སྤྱི་འཐུས་གཙང་པོ་གསུམ་བཅས་གཉིས་ཀྱིས་སྤྱི་འཐུས་གསུམ་སོགས་གཅིག་གིས་ཨ་ནི་འོ་ཤོག་བླུགས་ནས་ཐག་གཅོད་བྱེད་བཞག་པ་གཅིག་ལ། ཨ་ནི་ཁྲིམས་ཞིབ་པ་གསུམ་གྱིས་དང་པོ་དེ་ལ་ངོས་ལེན་གནང་བྱས། གསར་འགོད་གསལ་བསྒྲགས་གནང་ངོས་ལེན་གནང་མ་ཕེད་ཟླ་བ་གཉིས་རྗེས་ལ་ཁོ་རང་ཚོ་ཨ་ནི་ཁྲིམས་མེད་ལུགས་མེད་ཐོག་ནས་ཡར་འཕེན་འོར་བ་ད་འདི་ལ་ཁག་དཀྲི་ས་དེ་ད་གཞུང་ཞབས་སུ་བ་ད་མི་མངས་ལ་ནི་ཁག་དཀྲི་གི་ཡོད་རེད་དེ་ནས་མི་མང་ང་མ་ར་བ་མི་ཉུང་ཤས་ཅིག་ར་བ་མི་མང་དཀྱུས་མ་མང་ཡོད་རེད་གཞུང་ཞབས་མང་ཡོད་ར་བ་ལ་ནི་གཞུང་ཞབས་ཉུང་གི་ར་བ་མི་མང་དཀྱུས་མ་མང་གི་ར་བ། དེང་དུ་འདི་འདྲའི་ཅིག་ལ་ཁག་དཀྲིས་བྱས་ཨ་ནི་ཁོ་རང་ཚུགས་ཀྱིས་ད་ཉན་པ་ལག་འབྲེལ་བྱེད་ཀྱི་ཨ་འདུག་སླད་བྱ་བ་ཅིག་ཆགས་ཀྱི་ཡོད་རེད་ད་འདི་སེའོ་སེ་རྐྱང་རེད་ཡིན་པ་ཡིན་ནའི་ད་རིས་ཁ་ཚང་སྤྱི་ཚོགས་ནང་ལ་འགྲེལ་བཤད་རྒྱབ་མཁན་རིགས་གཅིག་གིས་ག་རེ་འགྲེལ་བཤད་རྒྱག་གི་ཡོད་རེད་ཟེར་ལབ་བ་ཡིན་ན། ཁྲིམས་ཞིབ་པ་གི་ཁྲིམས་དཔོན་གསུམ་དེབ་གཅིག་ལ་འཕོ་འགྱུར་བཏང་ཡས་དེ། སྤྱི་འཐུས་ཚོགས་གཙོ་ཚོགས་གཞོན་དང་གུས་ལེགས་ཚུགས་ཀྱིས་དྲང་པོ་བྱེད་མ་སོང་ཟེར་ནས་བཀའ་མོལ་ཞིག་ཡོད་རེད། དེ་ཚོ་དེ་རྩ་བ་ཉིད་ནས་མི་མང་མགོ་སྐོར་བཏང་གི་ཡོད་རེད། དམངས་གཙོ་ནང་ལོགས་ལ་དམངས་གཙོ་འགྲོ་ལུགས་འོག་ཏུ་ནས་ང་རང་ཚོ་ཐག་གཅོད་ག་འདྲས་ཅིག་བྱེད་ཀྱི་ཡོད་ཡིན་ནམ། སྤྱི་འཐུས་གྲོས་ཚོགས་དེ་མི་མང་གི་སྐུ་ཚབ་བྱ་རྒྱུ་ཡིན། ཆོལ་ཁ་གསུམ་དང་ཆོས་བརྒྱུད་ལྔ་གི་སྐུ་ཚབ་འདི་ནང་ལ་ཡོད་བསྡད་ཀྱི་ཡོད། འདི་ང་རང་ཚོ་མི་མང་གི་འོ་ཤོག་ལུག་ནས་བཀོལ་སྐྱོར་བྱ་གི་ཡོད། དེ་ཚོས་ཀྱི་ཐག་གཅོད་འདི་ཡང། གཅིག་མི་གཅིག་གཉིས་གཅིག་གི་ཁ་ཤུགས་དང་དབང་ཤུགས་ལ་མ་འགྲོ་བར། ཚང་མས་ཀྱི་སོ་སོ་སོ་ལ་རྣམ་དཔྱོད་ཡོད་རུང་བེད་སྤྱོད་བཏང་རྗེས་རྩལ་བཏོན་རྗེས། འོ་ཤོག་ལུག་ནས། ཐག་གཅོད་བྱེད་བཞག་ཡོད་ཅེས་རེད་མ་གཏོགས་འདི་ཚོགས་གཙོ་ཚོགས་གཞོན་གྱི་བཀའ་བཏང་ཆེད་གུས་ལེགས་ཀྱི་བཀའ་བཏང་ཆེད་ཨ་ནི་ཁོང་ཚོ་གསུམ་དཔིས་དགོས་ལ་ནི་བཙན་དབང་བཏང་ནི་ཐག་གཅོད་བྱུང་རྒྱུ་དེ་འདྲ་མ་རུང་འདི་ང་ཚོ་ཚང་མ་མཐོང་བསྡིགས་ཡོད་རོགས་གྲོས་ཚོགས་ལ་ད་ལྟ་ཡིན་ནའི་བལྟ་ཡ་ཡོད་རོགས། འདི་འདྲིས་ཀྱི་ཐག་གཅོད་དམངས་གཙོའི་ལམ་ལུགས་དང་མཐུན་པའི་ཐོག་ནས་ཐག་གཅོད་ཡོང་བཞག་ཡོད་ཅིག་ཨ་ནི་ཁོང་ཚོ་གི་དྲང་པོ་བྱེད་མ་སོང་ལས་ཀ་མེད་འདིར་དམངས་གཙོའི་ལམ་ལུགས་ལ་འགྲོ་ཆེད་འོས་ཤོག་བླུགས་ནས་ཐག་གཅོད་བྱེད་རྒྱུ་ཅིག་དྲང་པོ་མེད་པ་ཡིན་ན་ཨ་ནི་ཁྲིམས་ཞིབ་པ་ཁོ་རང་ཚོ་གི། ཡ་བརྫུས་ཡོང་ངེས་ཏེ། ཟུར་པ་སོགས་ཀྱི་མཚན་རྟགས་བསྡུ་རུག་བརྒྱབ་ནས། ཨ་ནི་ཁོ་རང་ཚོ་གི་ཡ་ཡོང་ངེས་ཏེ། ཨ་དྲང་པོ་ག་འདྲི་ཆགས་ཀྱི་རེད་ལས་འདིར་ད་དྲི་བ་འདིར་བ་དང་ང་རང་ཚོ་མི་མང་ཚོ་གི་མཁྱེན་དགོས་འདིར་ད། མི་མང་གི་འོ་དེམ་ཆེ་བའི་གི་སྐུ་ཚབ་ཚོ་གི་ཨ་ནི་འོ་ཤོག་བླུག་ནས་ཐག་གཅོད་བྱེད་བཞག་གྱུར་ཅིག། འདི་གོས་མང། རྩམ་ཕུར་གསུམ་ཆ་གཉིས་གི་མང་མོས་ཀྱི་ཐག་གཅོད་བྱེད་བཞག་གྱུར་ཅིག། ཨ་དྲང་པོ་བྱེད་མེད་པ་ཡིན་པ་ཡིན་ན། ཨཱ་ནི་ཁོ་རང་ཚོ་ཡར་འཛུལ་སྟངས་འདི། ཨཱ་ནི་ཟུར་པ་ཚོ་གིས་ལས་ཐོག་མར་དང་ཟུར་པ་ཚོ་གིས་མཚན་རྟགས་བསྡུ་རུག་བྱེད་ནི་ཨཱ་ནི་ཁོ་རང་ཚོ་ཡར་འཛུལ་འོང་རྒྱུ་འདི་ཨ་དྲང་པོ་ག་འདྲ་བྱ་ཡི་རེད། འདིས་ད་ང་རང་ཚོ་མི་མང་ཚོ་གིས་འདི་ངེས་པར་དུ་ཁེངས་བར། ད་རིག་ག་ཙང། སྤྱི་ཚོགས་ནང་ལོག་ལ་འཁྱོག་བཤད་ལོག་བཤད་བྱེད་མཁན་མང་པོ་འདུག་བ། ང་རང་ཚོ་གིས་མི་མང་ཚོ་གིས་ཁེངས་དགོས་ཏེ། དངོས་ཡོད་གནས་ཚུལ་འདི་ཁེངས་དགོས་དེ་གལ་ཆེན་པོ་ཆགས་ཡོད་རེད། དེ་ཡིན་དུས་ག་ལ་ད་རེས་ག་ཚད་ང་ཚོ་སྤྱི་ཚོགས་འདི་ད་ག་ལ་བ་རེད་བཟང་སྤྱོད་དང་ཉམས་ཆག་འགྲོ་དགོས་ལས་དེ་འདིར་བ་ད་དངོས་ཡོད་གནས་ཚུལ་ཤེས་ཡས་ལ་ཞེད་སྣང་སྐྱེ་དགོས་འཚེར་སྣང་སྐྱེ་དགོས་འཛིམ་གསོན་བྱེད་དགོས་འདི་ཚོ་བྲིས་ཏེ་ང་རང་ཚོ་བཟང་སྤྱོད་ཀྱི་འགྱུར་བ་གས་མ་རེད་ངན་སྤྱོད་ཀྱི་འགྱུར་བ་ཆགས་འགྲོ་གི་ཡོད་ར་བཟང་སྤྱོད་ཀྱི་འགྱུར་བ་ཐེབས་ཐུབ་དགོས་ན་ང་ཚོ་གི་དེངས་པ་ཤེས་ཡས་ལ་མདུན་ལ་དོན་གོ་ཐུབ་དགོས་གི་ཡོད་རེད་དེངས་པ་རྒྱབ་ལ་ལངས་ཐུབ་དགོས་གི་ཡོད་རེད་དེ་འདྲིས་གི་ལངས་ཐུབ་ཐུབ་གི་ཡོད་བ་ཡིན་ན་ང་རང་ཚོ་གི་འཐབ་རྩོད་དེ་ལས་ནུས་པ་ཐོན་གི་རེད། ང་རང་ཚོ་འཐབ་རྩོད་དུ་ཡིན་ན་བདེན་པའི་འཐབ་རྩོད་ཞིག་ལ་ཡོད་རེད། རེད་བ། བོད་དེ་ལོ་རྒྱུས་ཀྱི་ཐོག་ནས་གལ་མི་ཆགས་ཤེས་མ་རེད་བ། བོད་དེ་རྒྱ་ནག་གི་བཙན་བཟུང་བྱས་བཞག་པ་ཅིག་ཡིན་པ་ཡིན་དུས་ང་ཚོ་ལ་དྲང་བདེན་ཡོད་ང་ཚོ་ལ་བདེན་པ་ཡོད་དུས་ང་ལ་འདི་གི་བདེན་པའི་གི་ཐག་སྲིད་གི་རེད་ཟེར་ཏེ་ང་རང་ཚོ་ཤེས་བསྡད་ཡོད་རེད། དེ་འདྲའི་ང་རང་ཚོ་ཤེས་གི་ཤེས་གི་ལ་ཨ་ནི་ང་རང་ཚོ་གི་ནང་ལོགས་ལ་ཨ་ནི་དྲང་བདེན་མ་ཡིན་པ་གི་གནད་དོན་ཅིག་བྱུང་དུས་ང་ལ་ཨ་ནི་མཐོང་ན་མཐོང་མེད་དོང་དུ་གོ་ན་གོ་མེད་དོང་དུ་ཕྱི་དེ་འདི་གི་ང་རང་ཚོ་གི་ལས་རྒྱུ་འབྲས་ལ་འགྲོ་གི་མ་རེད། ང་རང་ཚོ་གི་སྒྲིག་འཛུགས་བཙུགས་སྐད་དེ་བོད་ནང་གི་གཞིས་ལུས་རྒྱ་ཆེ་མི་མང་གི་ཆེད་དུ་བཙུགས་གི་ཡོད་རེད། བོད་ནང་གི་གཞིས་ལུས་རྒྱ་ཆེ་མི་མང་ལ་དཀའ་ངལ་འདུག་ཟེར་ནས་ཤི་གི་ཡོད་རེད། བོད་ནང་གི་རྫ་དྲག་གི་གནས་སྟངས་ལ་ལྟ་ཆེད་ང་རང་ཚོ་གི་ལས་འགུལ་སྤེལ་གི་ཡོད་རེད་སྒྲིག་འཛུགས་དེ་བཙུགས་གི་ཡོད་རེད། དེའི་ཐོག་ང་རང་ཚོ་དེ་འདྲ་སེ་དགོས་ཀྱི་ཡོད་ཡིན་ན་ང་རང་ཚོ་གི་དྲང་བདེན་ལ་རྒྱབ་སྐྱོར་བྱེད་དགོས་དང་དྲང་བདེན་གི་ཆེད་དུ་མི་མང་ལངས་ཐུབ་དགོས་དེ་ངེས་པར་དུ་གལ་ཆེན་པོ་རེད་ཟེར་བ་དེ་གཅིག་ཤོད། འདི་ད་ཁོ་རང་ཚོ་ཁྲིམས་མེད་ལུགས་མེད་བྱེད་ལེགས་ཀྱི་ཡོད་རེད་འགྲིག་གི་ཡོད་རེད་ད་ཁོ་རང་ཚོ་ཁྲིམས་མེད་ལུགས་མེད་བྱེད་ལེགས་རེད་ཡིན་པ་ཡིན་ནའི་ད་ད་རེས་ང་རང་ཚོ་འདེམས་ཐོན་སྲིད་སྐྱོང་གི་ག་རེ་གསུངས་སོད་བྱང་ཨ་རི་སྐོར་སྐྱོད་ལ་ཕེབས་ཡོང་སྐབས་ལ་བཀའ་མོལ་གསུང་གི་ཡོད་རེད་ཁྲིམས་སྒྲིག་གཞི་གལ་ཆེན་པོ་རེད་ཟེར་ནས་དུས་རྟག་ཏུ་ཁོ་རང་གིས་གསུངས་དེ་ད་ག་རང་ཞིག་གསུངས་ཡོད་རེད།

ཁྲིམས་བཟོ་ལས་ཁང་གི་ལས་ཀ་དེ་ཁྲིམས་བཟོས་དེ་རེད། ཨ་ཆེ་མཐོའི་ཁྲིམས་ཞིབ་ཁང་གི་ལས་ཀ་དེ་ད་གང་ཆེ་ཁྲིམས་ལག་བསྟར་བྱས་དེ་རེད། ཁྲིམས་འགྲིག་འདུག་འགྲིག་མི་འདུག་ལྟ་མཁན་དེ་ཁྲིམས་བཟོས་ཆེ་མཐོའི་ཁྲིམས་ཞིབ་ཁང་ཆགས་དེ་ཡོད་རེད། དེ་ཁོ་རང་ཚོ་ཁོ་རང་ཚོའི་ས་མཚམས་འོག་རེད། འདིའི་སྒང་ལ་ས་མཚམས་གཅིག་ལ་རྒྱལ་སྤྱིའི་ཐེ་བྱུས་བྱེད་པ་ཡིན་པ་ཡིན་ན། དེ་ནི་ང་རང་ཚོའི་སྤྱི་ཚོགས་ལ་རྙོག་དྲ་ཡོང་གི་ཡོད་རེད་ཟེར་ནས་ཁོ་རང་གིས་གསུང་གི་ཡོད་རེད་དེ། ཡིན་པས་ནི་གསུང་གིན་གསུང་གིན་ལ་རྗེས་ལ་ག་རེ་བྱེད་ཀྱི་ཡོད་རེད། ད་ལྟའི་བཀའ་ཤག་གི་ལངས་ཕྱོགས་དེ། ཁྲིམས་ཞིབ་པ་གསུམ་དེ། ད་ལྟའི་གི་ཁྲིམས་ཞིབ་པ་དེ་ཚོ་ཨ་ཁྲིམས་མཐུན་ལ་བརྩི་གི་ཡོད་ལ་ནི་གསུང་གི་ཡོད་རེད་ད། ཁ་ཆེ་ལག་པ་འཆང་གི་ཡོད་རེད་ད་ལྟའི་གི་གནད་དོན་འདི། ཁྲིམས་ཞིབ་ཁང་དང་ཁྲིམས་བཟོ་ལྷན་ཁང་བར་རོགས་ཀྱི་དཀའ་ངལ་ཞིག་ཆགས་ཀྱི་ཡོད་རེད་བ། འཆང་དགོས་དུས་ལག་པ་འཆང་ཡོད་མ་རེད་བ། དེ་སྔ་གྲོས་ཚོགས་ཚུགས་མ་ཐུབ་ཆེད། སྤྱི་འཐུས་བདམས་སྤྱི་འཐུས་འོས་འདེམས་བྱུང་ཆེད་དམ་འབུལ་བྱེད་མ་ཐུབ་ཆེད་གྲོས་ཚོགས་ཚུགས་མ་ཐུབ་ཆེད་བཀའ་བློན་བདམས་མ་ཐུབ་གནས་སྟངས་འདི་འདྲའི་རྫ་འདྲ་པོ་ཆེད་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་དངོས་ནས་སྒོ་རྒྱག་དགོས་པའི་གནས་སྟངས་འདི་ནི་ཆ་ཡང་ཟླ་བ་བཞི་ཟིན་གྲོས་ཚོགས་ཚོགས་མ་ཐུབ་པའི་གནས་སྟངས་འདི་འདྲའི་གཟའ་དྲག་པོ་ལ་ཁོ་རང་གིས་འགན་འཁྱེར་ཡོང་མ་རུང། ང་ལག་པ་འཆང་གི་མིན་ས་མཚམས་གང་ལ་དེ་གྱིས་ལ་ནི་གསུངས་བདེར་བ། ད་ཕྱིས་སུ་ཨ་རི་ལ་སླེབས་ཆེད་སྐོར་སྐྱོད་ལ་ཕེབས་དུས་རྩམ་པ་ག་རེ་ཞིག་ཡོད་རེད་ད་ལྟའི་གི་ཁྲིམས་དཔོན་གསུམ་འདི་ཨ་ནི་ཁྲིམས་མཐུན་ཡིན་པ་གཅིག་ལ་ད་ལྟའི་བཀའ་ཤག་གི་ལངས་ཕྱོགས་འདི་ཡིན། སེའུ་སེ་རྒྱངས་སུ་ཡོད་འདི་ལག་པ་སུས་འཆང་གི་རེད་འཛིན་སྐྱོང་གིས་འཛིན་སྐྱོང་གིས་ལས་ཀ་འདི་འཛིན་སྐྱོང་བྱས་ཡོད་མ་གཏོགས་ཨ་ནི་ཁྲིམས་གཞི་གང་ལ་སྐྱབས་ལ་ལང་ཡ་འདི་མ་རུང་བ། འཛིན་སྐྱོང་གི་ལས་ཀ་འདི་མ་རུང་བ། འདི་མ་ཚད་པས་ཁོ་རང་གར་སོང་གི་རེད། ད་དོན། ཁྲིམས་ལ་གལ་སྲིད། བཀའ་ཤག་གི་ལངས་ཕྱོགས་དེ་ནོར་འདུག་དང་འདུག་མི་འདུག་ལྟ་མཁན་དེ་ཁྲིམས་གཞི་གང་རེད། ཁྲིམས་གཞི་གང་གིས་འགྲིག་འདུག་མི་འདུག་ལྟ་གི་རེད། ཁྲིམས་གཞི་གང་གིས་ཐག་འགྲིག་མི་འདུག་ལབ་པ་ཡིན་ན་ད་ག་རང་བཙན་འགྲོ་རྒྱུ་རེད་ཟེར་ནས་ཤེས་ཀྱི་རེད། ཁྲིམས་གཞི་གང་སུ་ཡོད་རེད་ད། ཁྲིམས་གཞི་གང་ཡོད་མ་རེད། གྲོས་ཚོགས་ནས་སྤེལ་ཚར་རེད། ཁྲིམས་སྒྲིག་གཞི་གཞི་བཟུང་གི་འགྲོ་དགོས་ཀྱི་ཡོད་ཡིན་ན། ད་ལྟའི་ཁྲིམས་གཞི་གང་དེ།

རྒྱ་ནག་གི་གནོད་ཤུགས་ག་ཚོད་མུག་ག་ཚོད་དཔྲལ་བའི་གནས་འདི་འདྲའི་གྲིག་ཚུགས་གཏོར་ཐུབ་ཡོད་མ་རེད་ལོ་དུ་ཅུ་དུན་གསུམ་ནང་ལོགས་ལ། སུ་གཅིག་གིས་གཏོར་ཐུབ་ཡོད་མ་རེད། ཡིན་པ་ནི་ད་ད་ནི། གཏོར་རེད། དེ་ཚོ་ང་ཚོ་མཁྱེན་དགོས་རེད། ད་ལྟའི་གི་ང་རང་ཚོ་གི་གྲིག་ཚུགས་འདི། གནས་སྟངས་འདི་འདྲའི་ཆགས་ཡས་འདི་གི། རྒྱ་བ་རུ་མུ་ཅི་ལེར་གི་དགོངས་པ་འགྲུབ་ཐུབ་ཡོད་རེད་བས། ཉིས་སྟོང་བཅུ་གཅིག་ལོ་ལ་རིང་ནས་སྙིང་དུ་བརྣག་པའི་འདོད་པའི་དོན་ཡུལ་དང་དང། ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་མི་དམངས་ཀྱིས་འོས་འདེམས་བྱས་པ་ལ་གནང་ཡིན་ད་ང་ཚོ་དམངས་གཙོ་ཡང་དག་པ་ག་ལ་འགྲོ་ཐུབ་འགྲོ་གི་ཡོད་ཟེར་ནས་བཀའ་མོལ་གསུང་བསྡད་དེ་ད་ད་འདས་ཀྱི་རྒྱལ་བ་ས་མཆོག་གི་གསུང་གསུང་ཡས་ཀྱི་གནས་བབ་ཡོད་རེད་བས། རྒྱལ་བ་རིན་པོ་ཆེ་དགོངས་པ་སྒྲུབ་གི་འདུག་བས། ད་ག་ཚང་ངེད་ཅག་རྡ་རམ་ས་ལ་ལ་ཕེབས་སོང། ཨ་རིག་གིས་དམིགས་བསལ་བོད་དོན་འབྲེལ་མཐུད་པ། གོང་ས་མཆོག་གི་བཀའ་མོལ་ག་རེ་མཚུངས་སོ། ད་ཆ་ཚང་དེ་ང་ཚོ་ལ་ལྟ་ཡ་རག་མ་སོ། ག་རེ་ཡོད་བ་དེ་ལྟ་ཡ་ན་ལོ་ད། ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་དེ་ད་ལྟ་དམངས་གཙོ་ཡང་དག་པ་ཅིག་ག་ལ་འགྲོ་གི་ཡོད་ཟེར་ནས་གོང་ས་མཆོག་གི་གསུང་སོ། ཨ་རིའི་འགྲེལ་བཤད་རྒྱག་ཡོད་སྐབས་ལ་ཨ་རིའི་ལུང་པར་འགྲེལ་བཤད་རྒྱག་ཡོད་སྐབས་ལ་གསུང་སོ། ཨ་རིའི་རྒྱ་ཁབ་དེ་སྟོབས་ཆེན་ཡིན་པ། དམངས་གཙོ་ཡིན་པ། རང་དབང་ཡོད་བ་གསུང་སོ། འདི་གི་འདི་གཉིས་ང་རང་ཚོ་ག་ལ་ག་ཚོད་མ་འགོ་ཐུག་གི་རེད་བསམ་གི་འདུག། དེ་ཚོ་དེ་ང་རང་ཚོ་མཁྱེན་དགོས། ང་རང་ཚོ་མི་མང་ཚོ་གི་སྒོ་ལ་ཞུགས་མཁན་ཚོ་གིས་གནང་སྟངས་འདི་འདྲས་གནང་བ་ཡིན་པ་ཡིན་ན། དྲང་པོ་བཤད་ན་ང་རང་ཚོ་མི་མང་ཚོ་གི་ཁ་གྲགས་གོ་དགོས་རེད་དུས་ཡུན་གོ་དགོས་རེད་ད། དྲ་བ་རིན་པོ་ཆེ་ངེད་ཅག་དྲ་རྒྱ་ནང་ལ་བཀའ་སློབ་སྒྲུབ་གོ་དོ་བླ་ཆེན་ཁག་ལ་བཀའ་སློབ་ག་རེ་གསུངས་གསུངས་བྱ། སངས་རྒྱས་ཀྱི་བསྟན་པ་གི་ཆེད་དུ་ནོར་གྱི་ཡོད་བ་ཡིན་ན་བཤད་གོ་རེད་ད། གང་ཟག་གཅིག་ཕོག་པ་ལ་གས་ལྟ་ཡ་ཡོད་མ་རེད་ད། གང་ཟག་དང་སངས་རྒྱས་ཀྱི་བསྟན་པ་ལ་སངས་རྒྱས་བསྟན་པ་གལ་ཆེ་གི་རེད་གང་ཟག་རེ་ཟུང་ཕོག་པ་ལ་ཡིས་ཕོག་བཅུག་བཞག་གོར་བྱེད་གལ་ཡོད་མ་རེད་ད་རང་གཅིག་པ་གཅིག་རྐྱང་རེད་ད་ལྟའི་ངས་ཐད་གཏོང་བརྒྱུད་ནས་སྐད་ཆ་བཤད་ཀྱི་ཡོད་རེད་དེ། སྤྱི་བའི་རྩ་དོན་རང་ལ་བསམ་བློ་བཏང་ནས་བཤད་ཀྱི་ཡོད་མ་གཏོགས་གང་ཟག་ལ་དམིགས་ནས་བཤད་ཀྱི་མེད། ཡིན་པ་ཡིན་ནས། ནོར་བ་དེ་ནོར་བ་རེད་ཟེར་ནས་བཤད་ཡས་དེ་ང་ཚོ་གི་ལན་སྐྱེལ་བྱ་ཀྱི་ཡོད་རེད་བོད་པ་སྤྱི་བའི་སེམས་འགན་ཡོད་རེད་དེ། དེ་འདུག་འགྲིག་གི་མེད་བ་ནི་འགྲིག་གི་མི་འདུག་བཤད་དགོས་ཀྱི་ཡོད་རེད་དེ་མ་བཤད་པ་ཡིན་ན།

སོ་སོ་གི་ཁེ་ཕན་ཆེད་དུ། མི་འདི་ལ་ད་ག་ཅིག་ག་ལོར་མ་ཉེས་ཁ་ཡོག་བྱས་ནས། གཅིག་གིས་གཅིག་གི་རྒྱབ་རྩར་རེད་འདི་གིས་མ་དགའ་ནི་རེད་གཅིག་གིས་ག་མ་དགའ་སྐད་ཆ་ཁས་མ་ར་ཡ་དེ། དངོས་ཡོད་གནས་ཚུལ་ག་རེ་རེད། འུ་ཐུག་གི་ཁེ་ཕན་གི་ཐོག་ནས་ཤེས་ཀྱི་ཡོད་ན་འུ་ཐུག་སྐབས་ལ་ཐད་གཏོང་ག་ཅིག་དོན་ཐུག་དགོས་ཡོད་མ་ད་ལྟ་དོན་ཐུག་དགོས་ཡོད་དང་འུ་ཐུག་སྐབས་ལ་མ་དོན་དགོས་རྒྱུ་མཚན་ག་རེ་ཆགས་ཀྱི་ཡོད། ཉིས་སྟོང་བཅུ་གཅིག་འུ་ཐུག་སྐབས་ལ་མ་དོན་དགོས་རྒྱུ་མཚན་ག་རེ་ཆགས་ཀྱི་ཡོད། འོ་ཅོག་གློ་བུ་གཅིག་པར། ཐོབ་ཐང་ཡོད་དེ་དགོས། རང་དབང་ནི་ཡོད་དེ་དགོས། ཡིན་པས་ནས་ད་ལྟའི་ང་རང་ཚོ་སྒྲིག་འཛུགས་དེ་རྫ་དྲག་པོ་འདི་འདྲའི་ཅིག་ག་ལ་འགྲོ་ཐུབ་ཀྱི་ཡོད་དུས། ང་ནི་མ་དོན་རང་དོན་འཁེལ་གྱི་ཡོད་ད། སྒྲིག་འཛུགས་དེ་འཐོར་སོང་བ་ཡིན་ན་རྩ་དོན་འཐོར་འགྲོ་དགོས་རེད་བོད་ནང་གཞིས་ལུས་རྒྱ་ཆེའི་མི་མང་གི་རེ་བ་བརླག་འགྲོ་དགོས་རེད་བཙན་བྱོལ་ནང་ལ་ལྔ་བཅུ་ང་དགུ་ལོ་ནས་ཆེ་བཙན་བྱོལ་ལ་སླེབས་བ་ནས་ཆེ་མི་རབས་རྒན་པ་ཚོར་མང་པོ་ཅིག་ད་ལྟ་འདས་གྲོངས་ཕྱིན་ཚར་བ་རེད་དེ་ཚོ་གི་སྐུ་ལས་ག་ཚོད་ཁྱོད་འདི་སྒྲིག་འཛུགས་འདི་བཙུགས་ཡོད་རེད། འདི་ཚོ་གྲོངས་ས་རེད་དེ་ཡིན་པས་ནི་འདི་ཚོ་གི་དམིགས་ཡུལ་ག་རེ་ཟིན་མིན་བཙུགས་ཡོད་རེད་འདི་ཚོ་གཞི་ལ་བཞག་པ་ཐོག་ནས་ད་ལྟ་གོང་ས་མཆོག་གིས་དམངས་གཙོ་མ་འོངས་པ་ཕུགས་རྒྱང་རིང་པོ་ཐོག་ལ་དགོངས་པ་བཞེས་པའི་ཐོག་ལ་དམངས་གཙོ་གསོལ་རས་གནང་བཞག་རྒྱུ་དེ་ད་ལམ་ཀ་ཀྱོག་ཀྱོག་ཅིག་ག་ལ་མི་གཅིག་དབང་འཛིན་ག་ལ་འགྲོ་ཡས་ཀྱི་ལམ་ཀ་ཞིག་མཐོང་མ་ཐུབ་ང་ཚོ་སུས་ནས་བཟོད་ཐུབ་ཡས་ཡོད་མ་རེད། དེ་འདྲིས་ཀྱི་གནས་སྟངས་ཅིག་གི་ཐོག་ནས་ང་ཚོ་འདི་ཤི་གི་ཡོད་རེད། དེ་དུས་ང་རང་ཚོ་མི་མང་ཚོ་མཁྱེན་དགོས་ཏེ། ད་ང་ཚོ་སྒྲིག་འཛུགས་དེ་ད་ལྟའི་གནས་སྟངས་ག་འདྲས་ཡོད་མེད་དེ་ད་གསལ་བོ་རེད་དོ། འགྲིག་གི་འདུག་བས་འགྲིག་གི་མི་འདུག་བས། ད་བར་མུ་ཆེ་གོང་པོ་དང་མཐུན་གྱི་འདུག་བས་མཐུན་གྱི་མི་འདུག་བས། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་མང་གི་རེ་བ་བཅོལ་ས་གི་སྒྲིག་འཛུགས་ཅིག་ཆགས་ཐུབ་འདུག་བས་ཐུབ་མི་འདུག་བས། མ་འོངས་པ་ང་རང་ཚོ་འཐབ་རྩོད་ལོ་བརྒྱ་གནས་དགོས་ཀྱི་ཡོད་ན། མ་འོངས་པ་གཞོན་སྐྱེས་འདི་ཚོ། ང་རང་ཚོ་སྒྲིག་འཛུགས་ནང་ལ་ལས་ཀ་བྱེད་ཐུབ་ས་རེད་བས་བྱེད་བཅུག་ས་རེད་བས། བྱེད་འདོད་ཡོང་ས་རེད་བས། དེ་ཚོ་ལ་དགོངས་པ་བཞེས་དང། ང་ཚོ་གི་གནས་སྟངས་ག་བ་ལས་ཤག། དེ་ཚོ་ཚང་མ་ལ་དགོངས་པ་བཞེས་འདུག་ང་ཚོ་གི་སྐད་ཆ་དེ་ཚོ་དོན་ནི་མ་བཤད་རང་བཤད་རེད་མ་བཤད་ཀ་མེད། ང་རང་ཚོ་མི་རེ་ངོ་རེ་གིས་འགན་འཁྱེར་ནས་བཤད་དགོས་རེད་དོན་གོ་རེད། ད་ལྟའི་གི་ལོ་གཅིག་རེད། འདི་ད་ལྟའི་གཙང་མ་ཆགས་ཡག་མ་རེད། མུ་མཐུད་ནས་འདུག་འགྲོ་བདེ་བ་ཡིན་པ་ཡིན་ན། ཨ་ནི་ང་རང་ཚོ་གི་གནས་བབ་ག་བ་ལེགས་རེད། དྲང་པོ་བཤད་ན། དེ་ཚོ་བ་རོ་ཚོ་ཚང་མིག་གིས་དངོས་གནས་མཁྱེན་དགོས་དཔེ་གལ་ཆེན་པོ་རེད་བསམ་གོ་ཐུབ། སོ་སོ་འགྲོ་བོ་བྱེད་པའི་ནས་དངོས་གནས་ཞིའུ་ཞིའུ་སྦྱང་བཞག་རྒྱུ་དང་ཞིའུ་ཞིའུ་སློབ་སྦྱོང་ཐུང་པོ་བྱས་བཞག་རྒྱུ་དེ་ནི་གལ་མིན། ཡིན་པ་ཡིན་ནས། བོད་རྒྱ་སྐབས་མི་རིགས་རྩ་དོན། ཨ་ནི་དྲང་བདེན། དེ་ཚོ་གཞི་ལ་བཞག་རྗེས་དངོས་གནས་མཐོང་ཐུག་གོ་ཐུབ། བྱང་སྡུག་གི་ཡོན་ཏན་མེད་ནས་སྐྱེ་སྡུག་གི་ཤེས་རབ་ལས་བྱོལ་རོགས་དང། ཁ་ཤི་སློབ་སྦྱོང་ཡོད་འོ་ཡིན་པ་ནས་ཁ་བྱོལ། དེ་ཡིག་དེ་རང་དབང་ལུང་པ་ལ་དེད། བོད་ནང་གི་གཞིས་ལུས་རྒྱ་ཆེ་མི་མང་རང་དབང་ཡོད་མ་རེད་བསམ་གཞིག་ཡོད་རོགས། ང་ཚོ་བཙན་བྱོལ་ལ་སླེ་རང་དབང་ལུང་པ་ལ་ཡོད་རང་དབང་ཡོད་མ་རེད། སོ་སོ་གི་སེམས་ལ་དྲན་ཆོག་སྐད་ཆ་དེ་སོ་སོས་ཤེས་ཐུབ་དགོས་མ་རེད་དེ་སུ་བཀག་གི་ཡོད་རེད་སོ་སོས་བཀག་གི་དོགས་བཀག་གི་ཡོད་རོགས་དང། ང་ཚོ་འཐབ་རྩོད་བྱེད་མཁན་གྱི་མི་རིགས་ཅིག་ཡིན་པ་ཡིན་ན་ག་རེ་ཡིན་ནས་ཤེས་ཐུབ་དགོས་དགོས་རེད། བདུན་ལ་བདུན་ཐུག་གུག་ཡོད། འགྲིག་གི་མེད་ན་འགྲིག་གི་མི་འདུག་ལ་ཐུག་གུག་ཡོད། དེ་འདྲའི་ལ་ཐུག་གི་མེད་པ་ཡིན་ན་གཅིག་གིས་དོང་པོ་ལ་བལྟ་གཉིས་ཀྱིས་དོང་པོ་ལ་བལྟ་ནས་དེད་དེ་གོ་ཡོད་པ་ཡིན་ན་ཨ་ནི་ང་ཚོ་རང་དབང་ལུང་པར་སླེབས་ནས་བེད་སྤྱོད་ག་རེ་བྱུང་སྟ། ད་དུས་ང་རང་ཚོ་གི་སྐྱབས་བཅོལ་ས་དེ་རང་དབང་ལུང་པར་ཡོད་བས་ཀྱི་ཕྱིའི་རྒྱལ་ཁབ་དེ་ཚོ་གི་རོགས་པ་བྱེད་རོགས་ཅེས་རོགས་སྐྱོར་ལ་ཁོང་ཚོ་ལ་རོགས་སྐྱོར་སློང་ཡ་ལ་དང་པོ་གཉིས་ལ་ང་རང་ཚོ་རང་དབང་ཡོད་བདེ་བ་དེ་རང་དབང་བེད་སྤྱོད་ག་ཚོད་ཚང་འདུག་དང། དེ་འདྲའི་ཏང་ཐུགས་ཁུར་དམན་བ་ཡིན་ན་ཨ་ཕྱིའི་རྒྱལ་ཁབ་ཙམ་ནས་རེ་བ་བརྒྱད་དེ་བརྒྱད་ལྷག་མི་འདུག་ཨ་དྲང་པོ་ཞིག་གནང། དེ་ཚོ་ཚང་མ་ལ་བསམ་བློ་བཏང་དང། ང་ཚོ་རང་དབང་ལུང་པ་ལ་ཡོད་ལ་ཡོད་བོད་ནང་གི་གཞིས་ལུས་སྐྱ་བཅོས་མི་གལ་མི་གདུག་རྩུབ་འོག་ལ་ཡིན་པ་ཡིན་ནས་འདི་འདྲིའི་གི་མནར་གཅོད་གདུག་རྩུབ་འདི་འདྲིའི་འོག་ལ་ཡོད་བ་ཡིན་པ་ཡིན་ནས་ག་ག་ཚོད་བསློ་བཏང་བྱེད་ཐུབ་ཀི་འདུག་ང་ཚོ་བཙན་བྱོལ་ལ་ར། ལོ་གཅིག་གཉིས། ད་མང་ན་ལོ་ལྔ་བཅུ། ཞབས་རྗེས་ཞུ་ཡི་ཡིན། ལས་ཀར་ཡིན་པ་ཡིན་ན་འདི་ཚོ་ལ་ཁེ་ཕན་ཡོད་དང། བཙན་བྱོལ་ལ་བོད་མི་སྒྲིག་འཛུགས་ནང་ལས་ཀ་བྱེད་མཁན་ཡིན་ན་དང། དེ་ཚོ་ལ་གླ་ཆ་རག་གི་ཡོད་རེད། སོ་སོ་སྤུ་གུ་ཡོད་མཁན་ཡིན་པ་ཡིན་ན་སླབ་གྲྭ་གཞུང་ལ་ཧྥེ་རི་གཏང་གི་ཡོད་རེད། ད་གཞུང་ཞབས་བྱེད་ཀྱི་ཡོད་རེད་ཡག་པོ་རེད་གཞུང་ཞབས་བྱེད་པ་ཡིན་ན་གཞུང་ཞབས་བྱེད་ཀ་ལྷག་བསམ་རྣམ་དག་བྱེད་ཡོད་ན་ནི་ཡག་པོ་རེད་མ་གཏོགས་ལྷག་བསམ་རྣམ་མ་བྱེད་པ་ཡིན་པ་ཡིན་ན། དེ་ཚོ་བྲལ་ཏེ་དངོས་གནས་ཡག་པོ་མ་རང། བསམ་བློ་གཏང་ངེས་རེད། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་མང་གི་རེ་བ་ག་ཚོད་ཞིག་ཡོད་རེད། ང་རང་ཚོ་གི་སྒྲིག་འཛུགས་འདི་དང་ལས་ཀ་བྱེད་མཁན་ཚོ་གཙོ་བོ་རྐང་འགན་འཁྱེར་ཆེད་འཐབ་རྩོད་ལ་འགན་འཁྱེར་མཁན་ཁོང་ཚོ་ཆགས་ཀྱི་ཡོད་རེད། འདི་འདྲའི་ཞབས་ཕྱི་ཞུ་གི་ཡོད་ལབ་རོགས། ལས་ཀ་འདི་འཐབ་རྩོད་དང། ནུས་པ་དོན་ཡོད་ཁྱོན་ནས་མེད་སྐྱོར་གྱི་ལས་ཀ་རྐྱང་རྐྱང་འཐབ་རྩོད་སྣོལ་བའི་ལས་ཀ་རྐྱང་རྐྱང་བྱེད་བདེ་བ་ཡིན་ན། འདི་ལས་འབྲས་འགྲུབ་མ་རེད། འདི་ང་རང་ཚོ་གི། ཆེ་མཐོང་སྤྲད་རྒྱུ་དེ། ད་ལྟ་བར་དུ་ད་ལྟ་རང་དབང་ལུང་པ་ལོས་རྒྱུ་ལ་གཅིག་གཟིགས་དང། ཨ་རིལ་དེ་གིན་ཨི་ལ་རི་ཡུ་རོབ France Germany ག་བ་ད་ཀན་ན་ཀྲ། ཕྱི་རྒྱལ་རང་དབང་ལུང་པ་ལ་དེ་གིན་གིན། དཔོང་པོ་དེ་ཚོ་ལ་གུས་ཞབས་ག་ཚོས་ཐུབ། མཐོང་སྒོ་ག་ཚོས་བཀྲིས་གིན་འདུག། དྲང་པོ་བཤད་ན། གཞུང་གི་ལས་བྱེད་དཀྱུས་མ་འདི་ཚོ་ལས་ད། ང་ཚོ་གཞུང་ཞབས་ཟུར་པ་ལ་དུས་ཙམ་པ་ལ་ག་ཚོས་མཐོང་བཀྲིས་གིན། གཞུང་ཞབས་ཟུར་པ་ལ་དུས། ཆབ་སྲིད་ཀྱི་མི་སྣ་ཟུར་པ་ལ་གཏུག་ག་ཟུར་པ་ལ་ག་ཚོད་ཐོང་འགྲིག་ཡོད་ད་ལས་ཏོག་ད་ཡིན་ད་ཡིན་རོགས་ཟུར་པ་ལ་ང་ཚོ་ག་ཚོད་དེ་འདྲའི་སྤྲད་ཀྱིན་སུ་འདུག་འཛམ་བུ་གླིང་དུ་ཡོད་མ་རེད་ང་ཚོ་ལུང་པ་ཡོད་མ་རེད་དྲང་པོ་ཡིན་ད་ང་ཚོ་བཙན་བྱོལ་རེད་སྐྱབས་བཅོལ་ང་རང་ཚོ་གི་སྒྲིག་འཛུགས་འདི་ལ་བཅའ་ཁྲིམས་ལག་དེབ་ཀྱི་དངུལ་དངུལ་གྱི་ཡོང་འབབ་ཅིག་མ་གཏོགས་འདི་མ་གཏོགས་ཡོང་འབབ་འཁོར་བ་ཡོད་མ་རེད་ཡིན་པ་ཡིན་ནའི་གཞུང་གི་ལས་བྱེད་འདི་ཚོ་ལ་གི་ཐོབ་ཐང་དེ་རང་བཙན་ཡོད་རྒུ་གི་ལུང་པ་གི་ཐོབ་ཐང་འདྲ་མཉམ་རྫོགས་ཅིག་ཁོང་ཚོ་ལ་གནང་གི་འགྲིག་གི་འདུག་བགྲེས་ཡོལ་ཐོབ་ཐང་འདུག་ཨ། དྲང་པོ་བཤད་ན། ང་ཚོ་གི་བགྲེས་ཡོལ་ཐོབ་ཐང་སྤྲད་ཡས་ལ་ང་རང་ཚོ་དངུལ་ཡོང་པ་བ་ཚོས་བསམ་བློ་ཞིག་བཏང་ན། ང་ཚོ་འཐབ་རྩོད་བྱེད་མཁན་མི་རིགས་རང། ད་ཁ་ཚར་རང་འདེམས་ཐོན་སྲིད་སྐྱོང་གི་གཏམ་བཤད་ཅིག་ན་གནང་གི་འདུག་ཨ། ད་ལས་བྱེད་དཀྱུས་མ་དེ་ཚོ་ཡིན་ན་ཨེ་སི་ཐི་རི་ཏཱའི་ལ། རི་ལུགས་ཀྱི་ཨེ་སི་ཐིའི་ཏྲའི་ལ་འགྲོ་ཡ་གི་དེ་སྤྲད་དགོས་འདུག་ཟེར་ན་ཐོབ་ཐང་སྤྲི་གི་ཡོད་ར་དང། ཐོབ་ཐང་སྤྲད་བ་ནང་བཞིན་གྱི་མགོ་ལ་ཞུགས་ཀྱིན་ཚུགས་ཀྱི། ང་རང་ཚོ་རྩ་དོན་ལ་བསམ་གྱི་མཐུན་སྒྲིལ་བཟོས་ཐུབ་ཡོད་དང། དངོས་གནས། འཐབ་རྩོད་ཀྱི་ཆེད་དུ་ནུས་པ་གང་བཏོན་དགོས་དགོས་དེ་བཏོན་ངེས་ཡིན་དང་ལས་ཀ་ཆེ་བས་ཡིན་པ་ཡིན་ནས་དྲག་པོ་དྲང་ཤ་གང་ལ་ཕྱག་ལས་གནང་དགོས་དེ་གལ་ཆེན་པོ་ར། ང་ཚོའི་ངོས་ནས། ཐོབ་ཐང་དེ་ཆ་ཚང་ལེན་རོགས།

དྲང་པོ་བཤད་ན། ད་ལྟ་བར་དུ་བྱུང་མྱོང་ཡོད་མ་རེད་ད། ད་ནི་ང་རང་ཚོའི་སྤྱི་ཚོགས་ནང་འདི་འདྲའི་ཆགས་ཡ་རེད་ད་མགོ། འདི་ཚང་མ་མགོ་ནི་རེད་ད། མི་དམངས་མ་རེད་ད་འདི་མགོ་ནི་རེད་ད། ད་མགོ་གིས་འདི་འདྲའི་བྱེད་འོང་དུས་ཙང་པ་ལ་འོག་ལ་ད་མི་དམངས་རིགས་གཅིག་གི། ཞེན་མགོ་གི་རེད་ད། རྒྱ་ཁབ་ད་མི་རིགས་ཀྱི་བསམ་བློ་དེ་ཕར་བཞག་རྗེས་ཨ་ནི་སོ་སོ་གི་གའུ་སྙེ་བོ་ད་ཕྱོགས་རིས་ད་ལུང་འཛིན་ད། འདི་འདྲིས་ཀྱི་ཞེན་ཁོག་གིས་ཨ་ནི་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ད། རིགས་གཅིག་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། དེ་ཚོ་ཁྲི་ཐབས་སྐྱོ་བོ་རེད་ངོ་ནའོ། ང་ཚོ་ལ་ལུང་པ་ཡོད་མ་རེད། ལུང་པའི་ཞེན་ཁོག་ག་རེ་བྱེད་ཅིའོ། དྲང་པོ་བཤད་ན། ང་ཚོ་ལ་ལུང་པ་གང་རུང་ཡོད་མ་རེད་ལུང་པའི་ཞེན་ཁོག་ག་བྱེད་མིའི་ལུང་པ་ལ་རྐུབ་བཙུགས་ཏེ་ཡོད་རེད། ད་སོ་སོའི་ལུང་པ་ཅིག་རང་དབང་གང་ལ་སོ་སོའི་ལུང་པ་ལ་དད་བྱེད་སོ་སོའི་ལུང་པ་ལ་རང་དབང་ཅིག་ཡོད་ཨ་ཡིན་ན་ཨ་ལུང་པའི་ཞེན་ཁོག་ཅིག་ད་འགྲིག་གི་ཡོད་རེད། འདིའི་བྱེད་སྒོ་བྱེད་པ་ནང་བཞིན་གྱི་སོ་སོ་ལ་རང་ཡ་ཅིག་ཡོད་རོགས། ད་ལྟ་སོ་སོ་ལ་ལུང་པ་ཡོད་མ་རེད་ག་རེ་བྱེད་འགོ་བྱེད་ད་འདི་འདྲའི་བྱེད་སྒོ་ག་ལ་འགྲོ་བྱེད་མཐའ་མ་འདི་ག་རེ་སྐྱེལ་གི་ཡོད་རེད་བོད་སྐྱེལ་འགྲོ་གི་ཡོད་རོགས་ད་བོད་དོན་འཐབ་རྩོད་འདི་སྐྱེལ་འགྲོ་གི་ཡོད་རོགས་ད་བོད་མི་རིགས་འདི་སྐྱེལ་འགྲོ་གི་ཡོད་རོགས་ད། དེ་ཡིན་དུས་འདི་ཚོ་ཁྲིད་དེ་ང་རང་ཚོ་མ་ནོར་བ་བྱེད་ནས་དངོས་གནས་ཁོ་རང་ཚང་མིག་གི་བསམ་བློ་བཏང་དགོས་ཡོད་དེ་དཔེ་གལ་ཆེན་པོ་རེད་ད། དེ་འདྲའི་བསམ་བློ་བཏང་མ་ཐུབ་ན་ང་ཚོ་གི་ད་ལྟའི་གི་གནས་སྟངས་རྫ་དྲག་པོ་འདི་འདྲས་ལ་རང་དབུ་ཉོ་ཁོར་བོད་ནང་གི་གནས་སྟངས་རྫ་དྲག་ཏུ་མ་ཡག་ཏུ་འགྲོ་ཡོད་མ་རེད། དྲང་པོ་བཤད་ན། ང་རང་ཚོ་གི་འཐབ། བོད་དོན་འཐབ་རྩོད་ཁག་ལ་དབུ་ཉོ་ཁོར། ང་རང་ཚོ་གི་བསམ་བློ་བཏང་ཡ་ཡོད་ན་མེད་ན་བར་དུ་བཏང་རྗེས་ད་དབུ་མེད་ལམ་གི་སྲིད་བྱུས་ཟིན་ཡོད་རེད་དེ་ག་ནང་ངོས་ནས་འགྱུར་བ་གང་ཡང་ཐེབས་གི་ཡོད་མ་རེད། དྲང་པོ་བཤད་ན། དེ་འདྲའི་གི་གནས་སྟངས་ཅིག་ལ། ག་ནང་འགྱུར་བ་ཐེབས་ཡས་ལ་ཡིན་གཅིག་མིན་གཅིག་ང་ཚོ་གི་དམག་རྒྱག་བ་མ་རེད། ང་རང་ཚོ་མཐུན་སྒྲིལ་བྱེད། དང་པོ་བྱེད་ན་ང་ཚོ་གི་ལག་ཆ་མཐུན་སྒྲིལ་རེད། ང་ཚོ་ཁྲག་པོ་བྱེད་ནི་དེ་ཐུ་བ་ཡོད་ན། མཐུན་སྒྲིལ་དོག་དོག་བྱེད་ནི་དེ་ཐུ་ཡོད་བ་ན། རྒྱ་མི་རང་བཞིན་གྱི་འདི་ལ་བྱེད་ཀྱི་རོགས་འདི་ལ་ནུས་པ་བྱེད་རོགས། མཐུན་སྒྲིལ་ལ་ནུས་སྟོབས་ཡོད་བ་ནུས་པ་ཡོད་བ་དེ་སེལ་ཡོད་རོགས། ཡིན་ནས་ང་ཚོ་ག་བྱེད་ཀྱི་ཡོད་རེད། ལུང་པ་མེ་བ་ཅིག་དགར་ལ་ཕྱོགས་རིས་བྱས་ནས་ས་ཆ་གི་འཐེན་འཁྱེར། ཨ་ནི་དབང་ཆའི་འཐབ་རྩོད་འདི་འདྲས་གང་ལ་འགྲོ་བྱས་ཨ་ནི་ང་རང་ཚོ་གི་མཐུན་སྒྲིལ་གྱི་ནུས་པ་དེ་གཏོར་དགོས་འདུག་བ། ང་རང་ཚོ་བོད་པ་ཚང་མས་ཀྱི་བསམ་བློ་གཅིག་ཁེ་བྱས་ད་རིང་ནས་བྱས། ང་རང་ཚོ་བོད་པ་ཚོ་གི་རྒྱ་ཁབ་དང་མི་རིགས་ཀྱི་བསམ་བློ་གཅིག་པུ་མ་གཏོགས་གཏང་གི་མིན་ད། ཐོ་འགོག་རྩ་ཡིན་ན་འདྲ། དངོས་གནས་ཁོ་རང་ལུང་འཛིན་གྱི་འཐེན་འཁྱེར་ཡིན་ན་འདྲ་ཆོལ་ཁའི་འཐེན་འཁྱེར་ཡིན་ན་འདྲ། ཆོས་ལུགས་ཀྱི་མཐིང་སྐྱེས་ཡིན་ན་དང་འདི་འདྲས་གང་ཡང་བྱེད་ཀྱི་མེད་དང་པོ་དེ་གལ་ཆེ་ཤོས་དེ་བོད་དོན་བོད་ཀྱི་བདེན་མཐའ་སེལ་ཡས་དེ་རེད་འདུག་བསམ་ནས་བསམ་བློ་ཞིག་བཏང་བ་ཡིན་ན་ང་རང་ཚོར་དོག་དོག་རང་བཞིན་གྱི་ཆགས་འགྲོ་གི་རེད་འདི་ལ་ཡིན་གཅིག་མིན་གཅིག་མགོ་ནས་མ་ཅིག་བཀའ་ཕེབས་དགོས་ཡས་དང་འདི་འདྲས་ཡོད་མ་རེད། མཐུན་སྒྲིག་ལ་ཡིན་དེ་རང་བྱེད་ཀྱི་ཡོད་ངེས་ཅིག་རེད་མ་གཏོགས་འདི་གིས་མི་གཅིག་གིས་བཟོས་ཡས་དང་མི་གཅིག་གིས་རིགས་འདི་ཡོད་མ་རེད་འདི་འདྲས། དེ་འདུག་ཚང་མིག་གིས་འདི་དགོངས་པ་ཡག་པོ་བཞེས་རོགས་བཞག་རོགས་གནང་ཞུ་ཡས་ཡིན། དེ་ཡིན་དུས་རྩམ་པ་ལ་ལྟ། རྣམ་པ་ཚོ། ད་རིང་ལྟ། ང་ཐད་གཏོང་ཀླད་དེ་དམིགས་བསལ་གས་ཞུ་ཡས་མེད་ནམ་རྒྱུས་བཤད་ལས་ད་ག་རང་རེད་ཡིན་པ་ཡིན་ནའི་འདི་ཚོ་དྲིན་གསོས་བླང་གིན་བླང་གིན་མ་བྱེད་བ་ཡིན་ན་ང་རང་ཚོ་རང་དབང་ལུང་པ་ལ་ཀླད་ཨ་ནི་མི་ཡོད་ག་ལོག་རེད་ཨ་ནི་སོ་སོ་གི་འཐབ་རྩོད་དེ་དྲན་པ་བྱེད། རོ། ཨཱ། འཐབ་རྩོད་ལ་འགན་འཁྱེར་བའི་སྐབས་ལ་ཡང་མི་ཡི་གཞན་དབང་ལ་ཤོར། རོ། བསམ་བློ་མ་བཏང་མི་ཡིས་ག་རེ་ལབ་བ་དང་ཨཱ་ནི་མི་ལ་ངོ་རྒོལ་སྤེལ་སླད་ཁྲམ་འདི་རྐུབ་བྲོ་ཡན་དེ་འདྲ་དེ་ཚོས་བྱེད་བདེ་བ་ཡིན་པ་ཡིན་ན། ཨཱ། འགྲིག་གི་མི་འདུག། ཨཱ། ང་རང་ཚོ་གི་འཐབ་རྩོད་འདི་ལ་ནུས་པ་ཐོན་གི་མི་འདུག། ཨཱ་ནི་ང་རང་ཚོ་གི་འཐབ་རྩོད་འདི་བརླག་འགྲོ་ས་རེད་ལ་འདི་འདྲིའི་གི་སེམས་འཚབ་ཡོད་ཅེས་དོགས་ནས་ཨཱ་ནི་སོ་སོ་གི་འདུག་ཟེར་གྱི་ཡོད་དེ་ཡིན་དུས་ང་ལ་རྣམ་པོ་ཚོ་ཚང་མས་མཁྱེན་དགོས་ལ། ད་ལྟ་བར་དུ། ད་ལྟའི་བཙན་བྱོལ་སྒྲིག་འཛུགས་དམངས་གཙོ་ཀ་བ་གསུམ། གྱི། ཁྲིམས་གཞི་ཁང་ནང་ཡོད་འདྲ་བའི་ཀྱི། ཁྲིམས་གཞི་པ། ད། གཅིག་འབྲེལ་ཡོད་ཆེན་ཚོ་བར་གཉིས་ཏེ། ཁྲིམས་མཐུན་རྩ་བ་ཉིད་ནས་ཆགས་ཡོད་མ་རེད། ད་འདི་སེར་བོ་ཞུ་ཡས་ད་རིང། སླེབས་དགོས་ཏེ། ད་ཁོ་ཚོ་གྱི། ཁྲིམས་གཞི་ཁང་དེ། ཨ། བཙན་བཟུང་བྱས་ནས་ད་ལོ་གཅིག་འགྲོ་གི་ཡོད་རེད། ད་རིང་གི་ལོ་གཅིག་ཆགས་ཀྱི་ཡོད་རེད། ཁྲིམས་མཐུན་ཆགས་ཀྱི་ཡོད་མ་རེད། འདི་ཁྲིམས་མཐུན་ཆགས་ཡས་ལ་ལམ་ཁ་ག་རེ་ཡོད་རེད་ཟེར་བ་ཡིན་ན།

རྒྱབ་སྐྱོར་བྱེད་བདེ་མཁན་འདིར་ཚང་མ་ཁྲིམས་འགལ་གྱི་མི་རྐྱང་ནས་ཆགས་བསྡད་ཡོད་རེད། ད་འདི་སེའུ་བཞུ་ཡན་དེའི་འདུག་ག་ན་འདེམས་ཐོན་སྲིད་སྐྱོང་ཡིན་པ་ཡིན་ནའི་ཁོ་རང་གི་ལངས་ཕྱོགས་འདི་ད་ལྟའི་གི་ཁྲིམས་ཞིབ་པ་གཉིས་འདི་ལ་ཁྲིམས་མཐུན་རྩིས་ཀྱི་ཡོད་པ་ཡིན་ན་ཁོ་རང་ད་ལྟའི་བཀའ་ཤག་ཡིན་པ་ཡིན་ནའི་ཁྲིམས་མཐུན་གྱི་བཀའ་ཤག་ཅིག་ཕྱག་ལས་གནང་གྱི་ཡོད་མ་རེད་ཁྲིམས་འགལ་གྱི་ཕྱག་ལས་གནང་གྱི་ཡོད་པ་ཅིག་ང་རང་ཚོ་མི་མང་ཚང་མ་གི་སེའུ་ཁེངས་དགོས་རེད་འོ་འདི་བཞུ་ཡན་ཡིན་ཨ་ནི་ད་རིང་པོ་འགྲོ་ཆགས་སོང་ཨ་ནི་རྣམ་པ་ཚོ་ཚང་མ་ལ་ཨ་ནི་ཐ་མག་འདི་ལ་ག་ཞོལ་ཡིན་ཟེར་ན་ད་སོ་སོ་འགྲོ་ཡིན་ན་ད་ལས་ཀ་གི་དེ་བྲེལ་ལ་འགྲོ་གི་ཡིན་ཨ་ནི་འདི་ག་ལ་དམིགས་བསལ་གི་ད་དུ་འདྲ་བྱེད་མ་ནི་ས་ག་ཟླ་བ་ཆགས་འགྲོ་གི་ཡོད་རེད་དེ་ཡིན་དུ་ས་ད་ས་ག་ཟླ་བ་གི་ཟླ་བ་གཅིག་རིང་ལ་ཨ་ནི་སོ་སོ་གི་ཨ་ནི་ཐད་གཏོང་ལ་སླེབས་རྗེས་ཨ་ནི་ཆབ་སྲིད་ཀྱི་ཁ་ལོག་རེད་རྩ་དོན་དང་འབྲེལ་བའི་སྐད་ཆ་བཤད་ཡས་དེ་ཨ་ནི་གནས་སྐབས་རིང་མཚམས་བཞག་དགྲིག་གི་གང་ཅི་ལ་ན་ད་འདི་མཚམས་བཞག་དགོས་ཡས་འདི་ཟླ་བ་གཅིག་རིང་མཚམས་བཞག་ཡས་འདི་ད་ས་ག་ཟླ་བ་འདི་བཙལ་བའི། ཨ་ནི་ང་རང་ཚོ་གི་ཁ་ལོ་རེད་ད། ཆོས་བྱེད་གི་ད་བ་ད་བ་རོ་ཅིག་ང་རང་ཚོ། ལམ་ལུག་གི་ཐོག་བརྩིས་བསྡིགས་ཡོད་ར། སངས་རྒྱས་བཅོམ་ལྡན་འདས་ཀྱིས་ད། མཛད་པ་རྣམས་མཛད་པ་ཆེ་ཤོ་གསུམ་བྱུང་དེ་གི་ད་བ་དེ་ཆགས་བསྡིགས་ཡོད་རེད་དམིགས་བསལ་གི་འཚེ་བ་སྦྱོང་བ་འདི། དེའི་འདུག་ག་འདི་འདྲིས་གི་དུས་ཚོད་འདི་ནང་ལོག་ལ། ཡང་ཅིག། ངེད་ཀྱི་སྐད་ཆ་འདི། ཨ་ནི་བོད་རྒྱ་ཁབ་དང་མི་རིགས་ལ་བསམ་བློ་ཡོད་མཁན་ཚོ་གི་ག་བོ་བྱེད་གི་རེད་ར་བ། ཡིན་ནའི་ད་ཕྱོགས་རིགས་དང་ཐེན་སྐྱེད་བྱེད་བསྡིགས་གི་རིགས་ཅིག་གི་འདི་ངའི་སྐད་ཆ་འདི་ལ་ན་ཚ་བཏང་གི་རེད། དེའི་འདུ་བརྩམས་པ་ལ་འདི་འགྲིག་གི་ན་ཚ་བཏང་མུ་བོའི་ཐོག་ནས་ཨ་ནེ་སོ་སོའི་ངོས་ནས་ཟླ་བ་གཅིག་རིང་གང་ལ་ཨ་ནེ་ཡི་དྲ་རྒྱ་གི་ཐད་གཏོང་བརྒྱུད་ནས་ཨ་ནེ་འདི་འགྲིག་གི་སྐད་ཆ་འདི་རྩ་བ་རང་ནས་ཆབ་སྲིད་ལ་རེ་བ་མཁན་ཞིག་མིན། དེའི་འདུ་བརྩམས་པ་ལ་ཨ་ནེ་ཟླ་བ་གཅིག་རིང་སོ་སོའི་འོས་སྒྲོག་བགྱིས་པ་ན་ཨ་ནེ་བར་གསེང་གུང་གསེང་ཐད་གཏོང་གི་འགྲོ་ཡ་འདི་ཨ་ནེ་ཡི་དེ་ཟླ་བ་གཅིག་རིང་མཚམས་བཞག་ཡ་ཡིན་ཞུ་ཡ་ཡིན། དེའི་འདུ་ད་ད་རིང་སླེ་ཡ་འདི་འབའ་ནེའི་རྣམ་པ་ཚོ་ལ་ད། ཟླ་བ་གཅིག་གུང་གསེང་མ་ཤར་གཉིད་ལ་ཅིག་ག་ལོར་ཐད་གཏོང་ལ་དོ་སྣང་ཡོད་དེ་གནས་ཚུལ་ལ་སྐད་ཆ་ཅིག་བཤད་ན་སོགས་དམིགས་བསལ་གྱིས་ད་ད་རིང་འདི་ཁྲིམས་ཞིབ་ཁང་གི་དེ་གཉིས་རྩད་འཛུགས་བྱས་ནས་ད་ལོ་གཅིག་དྲུག་དགོས་རེད་དེ་གཉིས་ཐུག་ཙམ་པ་འདི་ཡང་མི་མང་ལ་དྲིན་གསོས་ཅིག་མ་བྱེད་པ་ཡིན་ན་ང་རང་ཚོ་མི་མང་ཚོ་བྱས་འགྲོ་རེད་དང་པོ་གཉིད་ལ་དོ་སྣང་བྱས་ལ་དཀའ་ལས་རེད་དོ་སྣང་ཅིག་སླེབས་ཚར་བ་ཡིན་པ་ནི་ཡང་བྱས་འགྲོ་ཡོད་ཀྱི་དཀའ་ངལ་བརྗོད་རེད། དེའི་འདུག་འདི་ཚོ་མ་བྱས་ལ་ཨ་ནི་དྲན་པ་བླུག་གིན་བླུག་གིན་བྱེད་པ་ཡིན་ན་ཨ་འདི་འདྲའི་འདི་འདྲའི་ཅིག་གིས་ཚོར་བ་ཅིག་སྤྲད་པ་ཡིན་ན་ཨ་ནི་ང་རང་ཚོ་གི་རྩ་དོན་གྱི་འཐབ་རྩོད་ལ་ཕན་གྱི་རེད་བསམ་སྲིད་ད་ང་རང་ཚོ་གི་འཐབ་རྩོད་འདི་ལ་ཕྱི་ཡི་དགྲ་དང་ནང་གི་དགྲ་གཉིས་ཡོད་རེད་བ། ཕྱི་ཡི་དགྲ་འདི་རྒྱ་མི་ཆགས་ཀྱི་ཡོད་རེད་ནང་གི་དགྲ་འདི་ང་རང་ཚོ་སྒྲིག་འཛུགས་འདི་གཏོར་མཁན་འདི་ཚོར་ངས་རྩིས་སྟེར་གྱི་ཡོད། དེའི་འདུག་སྒྲིག་འཛུགས་གཏོར་ལ་དུས་ཙམ་པ་ལ་ག་འདྲས་གཏོར་དགོས་ལམ་ཁྲིམས་སྒྲིག་གཞི། མ་རྩིས་གིན། དེ་ཚོ་སྒྲིག་གཞི་གཏོར་དགོས་ཡོད་རེད་བ། འདི་གོ་ཨེ་ནས་མི་མང་དཀྱུས་མ་གིས་ཁྲིམས་སྒྲིག་གཞི། རྨ་ཆེན་ཡོང་སྐབས་མར་མི་མང་རྩིས་མང་གིས་ཁྲིམས་སྒྲིག་གཞི་དེ་འགལ་བ་ཡིན་པ་ཡིན་ན་ཆད་པ་རྒྱག་གི་རེད། དུ་བ་གཞིས་ཆགས་ཁག་ལ་འདེམས་བརྩོན་སྲིད་སྐྱོང་ཕེབས་དུས་ག་ལ་ཡོང་དགོས་ཀྱི་ཡོད་དང་མ་ཡོང་ན་ཆད་པ་སྒོར་མོ་ལྔ་བརྒྱ་ཡོད་བརྒྱ་ཡོད་ཉིས་བརྒྱ་ཡོད་ཟེར་ན་མི་མང་དཀྱུས་མ་གིས་ན་ཆད་པ་ཡོད། དུ་བ་ད་མགོ་ལ་དེ་སྐད་གིས་ཁྲིམས་སྒྲིག་གཞི་མ་རྩིས་བ་ན་ཆད་པ་མིན་དུ་བ་ད་ང་རང་ཚོ་གིས་མཐོང་དེར་དེར་ད་དུང་སྤོབས་པ་ཆེན་པོ་ག་ན་ངོ་ཚ་ཚང་མ་བརླག་ཅིང་ཤི་ཡོང་གི་དུ་བ། དེང་དུ་འདི་ད་ང་རང་ཚོ་གི་མེད་བ་བཟོ་དགོས་ཀྱི་ཡོད་རེད་ད། ང་ཚོའི་གི་སྒྲིག་འཛུགས་དེ་གོང་ས་མཆོག་གི་དམངས་གཙོ་གསོལ་རས་གནང་བྱས་པ་ཁྲིམས་ཀྱི་དབང་བརྒྱུད་དམངས་གཙོ་ཡང་དག་པ་ཅིག་ག་ལ་འགྲོ་དགོས་ཀྱི་སྒྲིག་འཛུགས་ཅིག་ཆགས་ཀྱི་ཡོད་རེད་ད་ཡིན་ནའི་ད་ལྟའི་ཆ་ལ་འདི་གནས་སྟངས་དེ་མེད་བ་ཡིན་དུས་ད་འདི་ང་རང་ཚོ་གི་སླར་གསོ་ཡོང་བའི་ད་ནི་ང་རང་ཚོ་གི་སྒྲིག་འཛུགས་སྲུང་སྐྱོབ་ཡོང་བའི་ཆེད་དུ་ཨ་ནི་སོ་སོ་གི་སྐད་ཆ་དེ་བཤད་བསྡད་ཀྱི་ཡོད། དེ་ཡིན་དུས་ངས་སྐད་ཆ་བཤད་ཡག་དེ་ཨ་ནི་རེ་ཟུང་ལ་ཕོག་ཐུག་བྱུང་བ་ཡིན་ན་བྱས་གལ་མི་འདུག་ཡིན་པ་ནི་ངས་ག་རེ་བཤད་བསྡད་པ་འདི། སྒྲིག་འཛུགས་སྲུང་སྐྱོབ། བཅའ་ཁྲིམས་སྲུང་སྐྱོབ། མི་རིགས་ཀྱི་འཐབ་རྩོད་སྲུང་སྐྱོབ་ཆེད་དུ་ཨ་ནི་སྐད་ཆ་འདི་བཤད་ཀྱི་ཡོད། ཞོའོ། འོ་དེ་ཡིན་ཨ་ནི་རྣམ་པ་ཚོ་ཨ་ནི་ཟླ་བ་གཅིག་རྗེས་ལ་ཨ་ནི་ས་ག་ཟླ་བ་ཚར་བའི་རྗེས་ལ་ཨ་ནི་ཡང་སྤྱི་ཚོགས་དྲ་ལམ་ཁ་ལོ་རེ་ད་ང་རང་ཚོ་གི་སྒྲིག་འཛུགས་ཀྱི་གནས་སྟངས་ཐོག་ནས་ཡང་བཤད་དགོས་ཡོད་འདི་འདྲ་ཡོད་བ་ཡིན་ན་ཨ་ནི་སོ་སོའི་དོན་ཡིན་ཨ་བཤད་ཆོག་ཞོའོ་ཡིན་ཨ་འདི་བར་དུ་ཨ་ནི་རྣམ་པ་ཚོ་ཚང་མ་ལོ་སྐུ་གཟུགས་ལ་ཐུགས་འཇགས་གནང་རོགས་ཨ་ནི་ས་ག་ཟླ་བ་རིང་རྣམ་པ་ཚོ་ཚང་མ། ཨ་ནི་སེམས་ཆོས་སུ་འགྲོ་བར་ཤོག་ཨོ་སི་ལ་རི་མོ་རྣམས་ཞུ་ཡས་ཡིན་ཨ་ནི་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།